རིག་པའི་གནས་མང་པོ་ཅིག་གི་ཐོག་ལ་བགྲོ་གླེང་དང་ཟབ་སྦྱོང་གནང་ཡག་གི། གོ་སྒྲིག་གནང་བ་ཚོས་སྐྲ་ཡག་པོ་བྱུང་ཤག་དེ་ལམ་ལྷོང་ཡོང་ཡག་དང། མ་འོངས་པར་རེས་མོ་མཐུད་ནས་རྒྱུན་འཁྱོངས་གནང་ཐུབ་ཡག་གི་རེ་བ་བྱེད་ཀྱི་ཡོད། ང་ཚོ་བོད་པས་ལས་དོན་མང་པོ་ཅིག་གི་རྒྱུན་གནས་ཐུབ་ཡག་ལྟས་ཁ་བོ་བྱེད་ཀྱི་འདུག་ང།

དཔལ་འབྱོར་གྱི་མཐུན་རྐྱེན་འདུག་མི་འདུག་ཟེར་གྱི་ཡོད་མ་རེད། ལས་ཀ་དེ་གལ་ཆེན་པོ་ཡིན་ན་དཔལ་འབྱོར་མཐུན་རྐྱེན་འབྲི་འགྲུག་རེད་གསུང་བ་རེད། དགའ་འདེད་ཀྱི་ལམ་སྲོལ་གཞན་པ་བྱས་ཡོད་རེད། ལས་དོན་བྱེད་མགོ་བརྩམས་པའི་སྐབས་ལ་ཡ་འགྲོ་སོང་ག་ཚོད་འགྲོ་གི་འདུག་ཟེར་གྱི་ཡོད་རེད། འགྲོ་སོང་དེ་སྒོར་མོ་བརྒྱ་འགྲོ་གི་འདུག་ན། ནི་སྒོར་མོ་བརྒྱད་ཅུ་གོ་སྒྲིག་བྱས་གནང་གི་ཡོད་རེད། བྱས་ཙང་བརྒྱ་འགྲོ་གི་ཡོད་ན་བརྒྱ་ཐམ་པ་གོ་སྒྲིག་བྱས་དགོས་མ་རེད། དངོས་སུ་འགྲོ་སོང་བརྩམས་པའི་སྐབས་ལ་ཡ་བསྲི་ཚགས་བྱས་ཡོད་རེད། སྐུ་མི་བཅས་བྱུང་ན་ལས་ཀ་འགོ་ཚུགས་དགོས་རེད་ཟེར་གཱན་དྷིའི་དགོངས་ཚུལ་དེ་འདྲ་རེད། གཱན་དྷིས་དཔེ་ལས་ཡང་ཡང་བགྲང་དགོས་ཡ་དེ་གར་བྱས་པར་ཟེར་ན། ང་རང་ད་ལྟ་མི་རིགས་དང་ཆབ་སྲིད་ཀྱི་བྱ་བ་བྱེད་ངེས་ཅི་རེད། ད་དེ་ལ་ཡང་ང་ཚོ་ནམ་རྒྱུན་ང་རང་ཚོའི་བྱ་བའི་རང་བཞིན་དང་མི་མཐུན་པའི་ཚིག་ཅིག་བེད་སྤྱོད་བཏང་གི་འདུག་གཱ། ང་ཚོ་མི་རིགས་ཀྱི་འཐབ་རྩོད་བྱེད་དགོས་པ་རེད། ང་ཚོ་རྒྱལ་ཁབ་ཀྱི་དོན་དག་ལ་འཐབ་རྩོད་བྱེད་དགོས་པ་རང་འཐབ་རྩོད་བྱེད་དགོས་པ་རེད་འཐབ་རྩོད་བྱེད་ཟེར་བ་དེ་ང་ཚོའི་ལས་དོན་དང་འཚམས་པའི་ཚིག་ཅིག་མ་རེད། ང་ཚོས་འཚེ་བ་བྱེད་ཀྱི་ཡོད་མ་རེད། འཚེ་བ་མ་བྱས་པ་ཡིན་ན་འཐབ་ཡག་དེ་རྩོད་ཡག་གལ་ཡོད་མ་རེད། དེ་སྒྲུབ་པ་ཉམས་ལེན་བྱེད་ཡག་རེད། དེ་འདྲ་ཡིན་ཙང་ང་རང་ཚོ་མི་རིགས་ཀྱི་ད། རྒྱལ་ཁབ་ཅིག་གི་བྱ་བ་བྱེད་མཁན་དེ་ཚོས་ག་དུས་ཡིན་ན་ཡང་གང་འདི་ལས་དཔེ་བལྟ་དགོས་ཡ་གྱི་རེད། གང་ཟེར་ན། འདས་པའི་ལོ་སྟོང་ཕྲག་ཁ་ཤས་ཀྱི་ནང་ལ། ཆབ་སྲིད་ཀྱི་ནང་ལ། ཆོས་ཀྱི་གནད་དོན་ཡོངས་སུ་རྫོགས་པ། ལན། དངོས་སུ་ཕྱག་ལས་གནང་ཆེད་དཔེ་སྟོན་གནང་མཁན་དེ་འགའ་འདི་མ་གཏོགས་བྱུང་ཡོད་མ་རེད་དེ་ཡིན་ཙང་ང་རང་ཚོས་འགའ་འདི་ལ་དཔེ་བལྟས་པ་ཡིན་ན་གང་ཡིན་ཟེར་ན་ང་རང་ཚོའི་ཤེས་ཡག་ལི་ཡག་བོད་པའི་འབྲུག་པ་དེ་ཐ་གཅིག་ཏུ་འཚེ་མེད་ཞི་བའི་ལམ་ལ་ཡིད་ཆེས་བྱེད་ཀྱི་ཡོད་ཟིན་དེ་འཚེ་མེད་ཞི་བའི་ལམ་ཡིན་ཟེར་ང་རང་ཚོས་བཤད་བསྡད་ཀྱི་ཡོད་རེད་དེ་བཤད་པ་ནང་བཞིན་དོན་དང་མཐུན་པ་ཅིག་དགོས་ཀྱི་ཡོད་ན་ང་རང་ཚོ་དཔེ་བལྟ་ས་དེ་དེ་འདྲ་ཅིག་རེད།